མདོར་བསྡུས་ཙམ་ངོ་སྤྲོད་ཞུ་གི་ཡིན། འདི་ནི་འདིའི་ཨའི་ཕོང་ཡོད་མཁན་ཚོ་གི་ད་ལྟ་ང་ཚོ་བཀའ་འགྱུར་ཆ་ཚང་ཅིག་ནི་ཕབ་ལེན་བྱེད་ཐུབ་གི་བ་རེད། ནི་འདི་ཕབ་ལེན་བྱེད་ཡ་ལ་ཡིན་ཅིང་མི་ཅིང་ད་འབོ་ཁི་ཨའི་ཕོང་གི Setting ནང་ལོག་ལ་ཕེབས Setting ནང་ལོག་ལ་ད་ལྟ General ལ་འགྲོ།

འདིའི་ནང་ལོགས་ལ་ང་ཚོ་རྣམ་པ་གསུམ་གྱིས་མཐོང་ནས་ཚད་ཐུ་གུ་འདུག་གཅིག་འདི་ཨ་དར་ཤ་ཟེར་ནས་བྲིས་ཤག་པ་ཡིན་ན་ཚད་ཐུ་གུ་འདུག་ལ་ཡང་ན་བཀའ་འགྱུར་ཟེར་ནས་བྲིས་ཤག་པ་ཡིན་ན་འགྲིག་གི་འདུག་དཔེར་ན། ང་རང་ཚོ་གིས་ཨ་དར་ཤ་ཟེར་ནས་བྲིས་ཤག་པ་ཡིན་ན། ནི་གསར་བྱེད་བཞག་པ་ཡིན་ན་དེ་ནི་འདི། སྐུ་འདྲ་སེར་པོ་འདི་ཤར་ཡོང་གི་འདུག་ད་འདི་ག་རང་རེད་འདི་བཀའ་འགྱུར་རིན་པོ་ཆེ་རེད་འདི་ཕབ་ལེན་བྱེད་ཐུབ་གི་བ་རེད། ཡང་ན་བཀའ་འགྱུར་ཟེར་ནས་བྲིས་བཞག་པ་ཡིན་ན་འགྲིག་གི་བ་རེད། བཀའ་འགྱུར་ཟེར་ནས་བྲིས་ཆགས་པ་ཡིན་ན་ཡང་ནི་འདི་རྙེད་ཀྱི་ཡོད་རེད། འདི་ག་ནང་བཞིན་གྱི་ཡིག་ཁ་ཞིག་གིས་ཡང་དབྱིན་ཇི་མ་བརྒྱབ་ཀྱི་འདི་ཚོས་ཀྱི་ད་བོད་ཡིག་ཐོག་ནས་བཀའ་འགྱུར་ཟེར་ནས་བྲིས་ཆགས་པ་ཡིན་ན་ཡང་འགྲིག་གི་ཡོད་རེད་དཔེར་ན། བཀའ་འགྱུར་ཟེར་ནས་བྲིས་ཆགས་པ་ཡིན་ན་ཡང་རག་གི་ཡོད་རེད་ནི་འདིའི་ཐོག་ནས་ཕབ་ལེན་བྱེད་ཐུབ་ཀྱི་ཡོད་རེད། འདི་ཕབ་ལེན་བྱས་ཚར་ན་ང་ཚོ་གི་བྱང་བཀའ་འགྱུར་རིན་པོ་ཆེ་གི་ཨ་དར་ཤ་འདི་འདྲ་གཟུགས་འདི་སྐུ་མདོག་སེར་པོ་འདྲ་པོ་ཅིག་ཤར་ཡོང་གི་འདུག་ལ་འདི་འདྲ་གཟུགས་འདི་གང་ལ་བསྣན་པ་ཡིན་ན་དེ་ནི་བྱང་བཀའ་འགྱུར་འདི་ཤར་ཡོང་གི་ཡོད་རེད། འདི་ནི་ཁ་ཐུག་ཕག་ལོག་གི་འུ་ཐུག་ན་འདི་ནི

འདི་ལ་ཡི་གེ་བཟང་ཟེར་ན་གཅིག་བྲིས་བཞག་པ་ཡིན་ན། ནི་བཟང་ཟེར་བའི་ཚིག་འདི་ལ་དམར་རྟ་གཅིག་ཡོང་གི་འདུག་ལ་འདི་ཆ་ཚང་གཅིག་ཤར་ཡོང་གི་ཡོད་རེད། འདི་ཁ་བཏུགས་ཀྱི་ཚོད་ཡག་བྱས་ནི། ཚིག་ཡོད་ཚད་ཐམས་ཅད་ད་འདི་ཁ་བཏུགས་ཚོད་ཐུག་གི་ཡོད་རེད།

ནི་ཚོ། སྙིང་པོ་ཟེར་བའི་ཚིག་འདི་གི་མདོ་སྡེ་གི་ཚེ་འདི་ཚོ་ཆ་ཚང་ཡོང་གི་འདུག་ལ། འདི་ཆ་ཚང་གླེང་ཡོང་དགོས་བ་རེད། འདིའི་མདོ་གི་ཚེ་འགི་ཐོག་ནས་ནི་ཚོ་ཞིབ་བྱེད་སྟངས་ཆེ། དེ་ནང་བཞིན་ཐེག་པ་ཆེ་ཆུང་གི་ཐོག་ནས་ཡང་ཚོ་ཞིབ་བྱེད་ཐུབ་དགོས་བ་རེད། དཔེར་ན་ཐེག་པ། ཆུང་ངུ་ཟེར་ན་བྲི་བྱ་བ་ཡིན་ན། འདས་པ་ཆུང་ངུ་གྱི་རྡོ་ཆ་ཚང་ཞིག་ཤར་ཡོང་གི་འདུག་ལ། འོན་འདི་ག་ནང་བཞིན་གྱི་འཁོར་ལོ་འབར་པ་དང་འཁོར་ལོ་ཐ་མ་དང་འཁོར་ལོ་བདང་པོ་འདི་ཚོ་གི་ཐོག་ནས་ཡང་འཚོལ་ཐུབ་གི་རེད་དཔེར་ན་འཁོར་ལོ་བདང་པོ་བྲིས་ཆ་བ་ཡིན་ན། འཁོར་ལོ་དང་པོ་གྱི་མདོ་འདི་ཚོ་ཆ་ཚང་ཤར་བས་འགོས་བ་རེད། འདི་ག་ནང་བཞིན་གྱིས། ཡིན་ན་ཡང་ཡིན་གཅིག་མིན་གཅིག། དཔེར་ན། འདི་ལ། འཁོར་ལོ་འདི་ལ་ང་ཚོ་གི་དང་པོ་དེ་བྲིས། ནི་འདི་ལ་ཡང་གནས་འདི་ལ་ཡང། དཔེར་ན། བྱ་རྒོད་ཟེར་ན་བྲིས་ཤར་བ་ཡིན་ན་ཁོ་གཉིས། མཐུན་གྱི་མ་རེད་བ་འདི་གཅིག་ནི་ཤར་གྱི་མ་རེད་འདི་ཡིན་འདི་དང་པོ། ཡིན་གྱི་མིན་གྱི་རེ་རེ་ཅན་ནས་འཚལ་དགོས་ཀྱི་འདུག་ད་དཔེར་ན་གནས་ཀྱི་ཐོག་ནས་འཚལ་ཡོང་པ་ཡིན་ན། གནས་འདི་ལ་ང་ཚོ་གིས་ཡངས་པ་ཅན་བྲིས་བཞག་པ་ཡིན་ན། ཡངས་པ་ཟེར་ན་བྲིས་བཞག་པ་ཡིན་ན་ཡངས་པ་ཅན་ལ་སོང་པའི་གི་འདུག་དེ་ཚོ་ཆ་ཚང་ཤར་ཡོང་གི་འདུག་ཨ་ལ། འདི་ག་ནང་བཞིན་གྱི་ལོ་ཙཱ་བ། ལོ་ཙཱ་བ་འདི་དཔེར་ན། ང་རང་ཚོ་གིས་འདི་ལ་ཛི་ན་མི་ཏྲ་ཟེར་ན་བྲིས་ཤ་བ་ཡིན་ན་ཛི་ན་གཅིག་པུ་བྲིས་ཤ་བ་ཡིན་ན་ཛི་ན་མི་ཏྲ་གི་བསྒྱུར་བྱ་བའི་གི་མདོ་འདི་ཚོ་ཆ་ཚང་ཅིག་ཤར་ཡོང་དགོས་བ་རེད་བྱས་ཙང་འདི Advanced Search འདི་ལ་ད་དུང་ཞིབ་ཆ་བྱས་ནས་འཚོལ་ཐུབ་དགོས་བ་རེད་ལ།

ཨ་ནི། ང་ཚོ་ད་ལྟ། འདི་རྡོ་སྡེ་ནང་ལོགས་ལ་འགྲོ། རྡོ་སྡེ་གི་ནང་ལོགས་ད་དཔེར་ན་ང་རང་ཚོ་ནང་གི་ནང་ལོགས་ལ་འགྲོ། འདི་རྡོ་སྡེ་ནང་པ་འདི་ལ། རྡོ། གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད་དགུ། དགུ་ཐམ་པ་འདུག་བ་ལ། དཔེར་ན་འཕགས་པ་ཏིང་ངེ་འཛིན་གྱི་མཆོག་གདམས་པ་འདི་ལ་འགྲོ། ད་འཕགས་པ་ཏིང་ངེ་འཛིན་གྱི་མཆོག་སྟོན་པ་དེ་ད་འདི་ནས་ཀློག་ཐུབ་དོ། དཔེར་ན་རྒྱ་གར་སྐད་དུ་ཨ་རྱ་ས་མ་ཏི་ཨ་གར་ཨུ་ཏ་མ། བོད་སྐད་དུ་འཕགས་པ་ཏིང་ངེ་འཛིན་གྱི་མཆོག་སྡོམ་པ་ཟེར་ན་ད་ཁ་ཐུག་ཀློག་ཐུབ་ཀྱི་རེད། དེ་འདི་ལ་ཡང་བསྐྱར་གཅིག་བསྣན་པ་ཡིན་ན་དེ་ནི་གཤམ་འདི་ལ་ད་ལྟ་ང་རང་ཚོ་གྲྭ་གཟུགས་མི་འདྲ་བ་གསུམ་གྱིས་བཤད་ཡོང་གི་འདུག་ཨ་ལ་ཁང་པ་འདི་ད་མདུན་ཤོག་འདི་ལ་འགྲོ་ཡ་ཆེད་དུ་རེད་ཡིན་གྱི་ནི་ཧོམ་ད། མདུན་ཤོག་འདི་ལ་འགྲོ་ཡག་ཆེད་དུ་རེད། དེ་ནས་བར་ཐག་འདི་ལ་ཡིག་ཕྲེང་གསུམ་ཡོད་བསྡད་པ་འདི། ཐིག་གསུམ་ཡོད་བསྡད་པ་འདི་ལ་མནན་པ་ཡིན་ན། འདིས་ང་ཚོ་མདོ་སྡེ་སྤྱི་ཡི་རྣམ་གཞག་འདི་ཆ་ཚང་ཤར་ཡོང་གི་ཡོད་རེད། འདི་ལ་དཔེར་ན་བོད་ཟླ། འདི་ནག་པ་རྡོ་དེ་ནག་ལ་ནག་པ་ཡིན་དེ་པ་ཤོག་གྲངས་ག་ཚོད་ཡོད་པ་ནི་རྡོ་གི་མིང་ག་རེ་རེད་རྒྱ་གར་སྐད་དུ་རྡོ་གི་མིང་ག་རེ་རེད་བོད་སྐད་གར་སོགས་དང་བརྫོད་བྱ་ག་རེ་རེད་ཐེག་པ་ག་རེ་རེད་འཁོར་ལོ་ག་རེ་རེད་ནི་གནས་ག་བ་རེད་འཁོར་ཕུན་སུམ་ཚོགས་པ། སུ་དང་སུ་རེད་དེ་སྟོན་པ་ཕུན་སུམ་ཚོགས་པ་སུ་རེད་ཆོས་ཕུན་སུམ་ཚོགས་པ་ག་རེ་རེད་དེ་ཆོས་ཀྱི་དགོས་དོན་དེ་ག་རེ་རེད་བདུད་པའི་དོན་ག་རེ་རེད་བམ་པོ་ག་ཚོད་ཡོད་རེད་ཤོ་གྲོག་ག་ག་ཚོད་ཡོད་རེད་དེ་ཚོ་ཆ་ཚང་གཅིག་ཤར་ཡོང་དགོས་ཨ་རེད་ལ། དེ་ནས་འདི་ག་ནང་བཞིན་གྱི། ང་ཚོ་གི་ད་ལྟ་རྡོ་དེ་ཡན་གར་བྱེད་པོ་བརྒྱབ་པ་ཡིན་ན་དཔེར་ན། འཕགས་པ་སྒོ་དྲུག་པ་ཞེས་བྱ་བའི་གཟུངས་ཟེར་འདི་ལ་བརྒྱབ་པ་ཡིན་ན།

འདི་ལ། ཟུར་ཟུར་འདི་ལ་ཡང་སྐྱར་སྐར་རྟགས་གཅིག་འདུག་ཨ་ལ། དགྲ་ཟུར་སྐར་རྟགས་འདྲ་བ་དེ་འདི་སེར་སྤྲེང་རེད་སེར་སྤྲེང་གི་སྐོར་ལ་ལས་པ་ཡིན་ན་སེར་སྤྲེང་འདི་ག་ཚོད་ཡོད་རེད་ཟེར་ན་མི་འདྲ་བ་ཞིག་གི་ཐོག་ནས་བཤད་ཀྱི་ཡོད་རེད། གཅིག་འདི་ཡི་གེ་ཆེ་ཆུང་བཟོ་ཡ་རེད་གཅིག་འདི་ཡིག་ཕྲེང་གྱང་ཆེ་ཆུང་བཟོ་ཡ་དེ་རེད། ནི། གསུམ་ཨང་གི་གསུམ་པ་འདི་བོད་ཡིག་ཀློག་མི་ཤེས་མཁན་འདི་ཚོ་གིས་ད་ཨིན་ཇི་གི་ཐོག་ནས་ཨ་ནི། ད་ལྟ་བཀའ་འགྱུར་རིན་པོ་ཆེ་དེ་ཀློག་ཐུབ་ཡོད་རེད། ཨ་ནི། ཨང་ཀི་བྱིས་པ་འདི་ལ་མཚོན་རྟགས་འདི། ང་རང། ད། འདི་ཤོག་གྲངས་འདི་གི། མཚོན། མཚོན་ཐོག་འདི་བསྒྱུར་ཆོག་གི་ཡོད་རེད་དཔེར་ན་ད་ལྟ་དཀར་པོ་རེད་འདུག་ཨ་ལ། དེ་ནི་སེར་པོ་འདྲ་བ་ཞིག་བཟོ་ན་སེར་པོ་ཤ་རེ་འོང་གི་འདུག་ཨ་ལ། འདི་ག་ནང་བཞིན་གྱི་སྔོན་པོ་སོགས་ན་ཡང་སྔོན་པོ་གྲགས་ཆེ་ཞིང་ཟླ་འདིའི་ཚོན་ཟླ་འདིའི་སོ་སོ་གྱི་ཁང་བཀའ་རེ་དགའ་བ་དེ་འདི་ང་རང་ཚོ་ནི་སྐྱོ་བ་དང་ཆོས་པའི་རིགས་ནང་བཞིན། དཔེར་ན་བོད་ཡིག་ཀློག་མི་ཤེས་མཁན་དེ་ཚོ་གིས་དབྱིན་ཇིག་གི་ཐོག་ནས་ད་འདི་བཀའ་འགྱུར་རིན་པོ་ཆེ་ཆ་ཚང་ཅིག་ཀློག་ཐུབ་དགོས་བ་རེད།

ལ། ཡི་གེ་ཆེ་ཆུང་སོགས་ཡང་ཡོད་རེད། ཡིག་ཕྲེང་ཆེ་ཆུང་སོགས་ཡང་ཡོད་རེད། དབྱིན་ཇིའི་ཐོག་ནས་ཀློག་ཡག་ཡོད་རེད། བོད་ཡིག་ཐོག་ནས་ཀློག་ཡག་ཡོད་རེད། ཨ་ནི་ཚོན་ཁྲ་འདི་སོ་སོ་གི། ག་རེ། སྡོམ་སྡོམ་རེད། འདི། སྐོར་ལ་ཚེ། ཨ་ནི་ང་རང་ཚོ་འདི། བྱང་བཀའ་འགྱུར་རིན་པོ་ཆེ་འདི་ད་ལྟ་ཆ་ཚང་གཅིག་ནས་བཅུག་ཚར་བ་རེད་འདི་ཆ་ཚང་གཅིག་ཁྱེད་རྣམ་པ་ཚོ་གི་དེ་ཨའི་ཕོང་གི་ནང་ལོགས་ལ་ཆ་ཚང་གཅིག་གཟིགས་ཐུབ་དགོས་བ་རེད་ཨ་སོ་ཐུགས་རྗེ་ཆེ།